བྱས་ཙང་དེ་འདྲ་བའི་དབྱངས་དེ་ལ་ད་ངས་དབྱངས་གཉིས་པ་བཞག་གི་ཡོད། ཨོ་ད་རེད་ད་འགི་ད་འགི་དེ་ད་བཞག་ཤི་ད་ད་འགི་དེ་སྤེན་ཚེ་གཉིས་གསུམ་གྱི་འདུག་དེ་བཤད་བཞག་ན་ཡང་གསེར་བུ་འདྲ་ཡོང་ས་རེད་བསམ་གི་འདུག་ད་ད་འདི་མ་ཤི་བཞག་པ་ཡིན་ན་ད་ད་འདི་འདྲ་ཡིན་ན་ང་ཚོ་ད་ནམ་རྒྱུན་ཡི་གེ་ཐོག་མ་སློབ་པའི་སྐབས་སུ་ཀ་ཁ་ག་ང་ཟེར་ཡ་ཅིག་ང་ཚོ་བསླབ་གི་ཡོད། ད་འཛམ་རེ་འཛམ་རེ་འགའ་རེ་འགའ་རེའི་དཔེར་ཀ་ཁ་སོགས་ཟེར་དེ་ལས་ཀྱང་རང་འོག་གི་མ་ནི་མ་ཁ་གདངས་ཡོང་བ། དེ་འདྲའི་ཡན་ལག་པ་ཡང་མ་བྲིས་པ་མ་རེད་དེ་བྲིས་པ་རེད་དེ་བྲིས་པ་ཡིན་ན་ཡང་དབྱངས་གཞན་པ་ལ་འགྱུར་བ་རེད། དེང་གི་དེང་གི་གི་དབྱངས་དང་པོ་དེ་དང་འདི་གཉིས་ཀྱི་ཁྱད་པར་དེ་ག་རེ་ཡོད་རེད་ཟེར་བ་ཡིན་ན། ད་མི་པ་རང་ཅག་འདི་སྒུག་ཡོད་པ་གཅིག་པ་རེད་ཁྱོད་རང་ཅག་འདི་སྒུག་ཡོད་པ་གཅིག་པ་རེད་ཡིན་ན་ཡང་མ་འགུར་དེ་ཡང་ན་མ་ནི་དེ་བྱུང་ཙམ་འགུར་སྒུག་ཡོད་རེད་བྱུང་ཙམ།

ཀྲི་ལི། ད་ང་ནང་བཞིན་དུ་དབྱིན་ཇི་གི་མི་དེ་ཚོ་ནེ་ནེ་པལ་དེ་ནས་བ་རུ་རྒྱལ་ཁབ་ལ་ནི་ཕོལ་ཟེར་གི་རེད་ནི་ནི་ཕོལ། དེ་ཨེན་གི་ཐོག་ལ་ཡོད་པའི་གི་དབྱངས་དེ། ཨེན་གི་ཐོག་ལ་འདོན་བཞིན་པའི་ཨེན་ཟེར་ན་ཐོག། འདི་ནི་དབྱངས་དང་མོ་དང་སྐབས་འདིར་ནི་དབྱངས་གཉིས་པ་ལ་འཇོག་གི་ཡོད། ད་སྐབས་འདིའི་དབྱངས་གཉིས་པ་གི་མང་ལ་མི་འགལ་ཟེར་གི་ཡོད། ད་འདི་རྣམས་ཀྱི་ང་རང་ཚོ་གི་ཡོངས་གྲགས་གི་ད་དབྱངས་ཨ་ཞུགས་པའི་གི་དབྱངས་དེ་ཡིན།

དེས་ན། མ་མགུར་དེ་མ་ཁ་ཤས་སུམ་ཅུ་ཡིན་པ། ད་ལྟའི་སྐབས་སུ་མ་མགུར་རང་འཇགས་བསྡད་དགོས་ཡོད་རེད་མཆོད་ཡང་རང་འཇགས་བསྡད་དགོས་ཡོད་རེད་དེ་ཡིན་ན་ཡང་མོས་པ་དེ་ཨོ་ཅོག་དེ་ཅུང་ཁ་གདངས་སམ་ཞེས་དགོངས་རེད་ད་རྣམ་པ་ཚོ་དཔེ་རིས་ཀྱི་ཐོག་ན་གཟིགས་ན་ཧ་གོ་གི་རེད་ད་ཡིན་རྒྱུ་གནའ་བོའི་སྙན་ན་ཡང་ཧ་གོ་ཐུབ་པ་ཞིག་རེད་བསམ་གི་འདུག་ངས་ད་ད་ལྟ་དེ་སྒྲ་དེ་འདོན་པའི་འབའ་ཚུལ་ཞུ་གི་ཡིན། ཨོ་ཡ་ད་ད་ངས་ད་ངས་སེམས་ཁ་ངས་འཕྲོག་འཕྲོག་འབའ་ཚུལ་འདོན་ཡ་གི་འབའ་ཚུལ་ཞུ་གི་ཡིན། ད་དང་པོ་དེ་ཀ་རེད་གཉིས་པ་དེ་ཀ་རེད་གསུམ་པ་དེ་ཀུ་རེད་ཀུ་རེད་ཀུ་རེད་ཀུ་མི་པ་མི་པ་ནང་ལོགས་ན་ཧ་ར་ཅི་བདེ་རེད་འོ་ད་འདི་ལ་ངས་མི་མི་ཟེར་ནས་མིང་བཏགས་ཀྱི་ཡོད་ད་འདི་འདྲ་བ་དེ་ད་དགོས་མཁོ་ཡོད་ཀི་ཟེར་གྱི་མི་འདུག་མེད་ཀི་ཟེར་གྱི་མི་འདུག་ད་ཕྱི་ལོགས་དགོས་ཡ་ཡི་གེ་འདྲ་བ་དེ་འདྲས་པས་ཅི་བོད་ཡིག་གི་ཐོག་ལ་འབྲི་དགོས་ན་ད་བོད་ཡིག་གི་ཐོག་ལ་ཟེར་གྱི་མི་འདུག་ད་གར་སོང་བ་རེད། ཨོ་ད་ཡིག་ཐོག་ལ་འབྲི་དགོས་ན་ནི་འདི་མཚོན་ཞིག་དགོས་རྟགས་ཤིག་ངེས་པར་དུ་དགོས་ཞེས་ཆགས་ཀྱི་ཡོད་རེད་ཟེར་ནས་ཤོད་ཡ་ཡིན། དེ་ནས་དེ་བཞིན་དུ་ད་དབྱངས་བཞི་བ་ཆགས་ཀྱི་འདུག་དབྱངས་བཞི་བ་གི་མིང་ལ་མིད་མགར་མིད་ཟེར་ནས་བྲིས་འདུག་མིད་མགལ་མིད། ད་མིད་མགལ་མིད་ཟེར་བ་དེ་གི་མིད་ཟེར་བ་དེ་གི་དང་པོ་མིད་དང་པོ་དེ་གི་དབྱངས་ཀྱི་འབྱུང་ཁུངས་སྟོན་གྱི་ཡོད་པ་དེ་རང་ཅག་ཆེས་ད་དེ་ནས་མགལ་ཟེར་བ་དེ་གི་མ་མགལ་དེ་བྱུང་མཚམས་གདངས་དགོས་ཀྱི་ཡོད་པ་དང་མིད་ཟེར་བ། མིད་ཟེར་བ་གཉིས་པ་དེ་གའི་མིད་པ་ཡང་བྱང་སེམས་གདངས་གོ་གི་ཡོད་པ་སྟོན་གི་ཡོད་རེད་ད་དེ་ཁ་ལབ་གོ་རེ་ཟེར་ད་ཨ་ཟེར་དེ་ཨ་ཟེར་དེ། ད་ཨིན་ཇི་ཟེར་ཡང་འདྲ་ཤོད་ཀྱི་གི་གད་མང་པོ་ཞིག་གི་ནང་ལོགས་ལ་དབྱངས་འདི་ཡོང་གི་ཡོད་རེད་ད་དེ་འདྲ་བའི་དབྱངས་དེ་ང་ཚོའི་བོད་ཡིག་གི་ཐོག་ལ། ང་ཚོའི་བོད་ཡིག་ཐོག་ལ་ཟེར་གོ་ནི་ག་འདྲ་ཟེར་གོ་ནི་ད་གང་ལྟར། ད་གང་དུ་ཡིག་ཐོག་ལ་ཧབ་དགོས་ན་འདི་ལ་ཡང་འདི་ཡང་འདི་འཚོ་བྱེད་ཀྱི་སྒྲ་ཞིག་མིན་ན་མ་འགྲིག་པ་མེད་ཀྱི་ཐབས་མེད་ཆགས་ཀྱི་ཡོད་རེད་ད་ལྟར་དེ་མདོར་བསྡུས་ན་ད་ལྟའི་ང་ཚོ་གཡང་ས་སོ་བཞིའི་ནང་ལོགས་ལ་འདི་འདྲ་ཞིག་ཞིབ་ཆ་ཟེར་ན་འདྲ་འདི་འདྲའི་གསར་བ་འཚོ་བྱེད་ཀྱི་རྟགས་གཅིག་དག་ཡོང་མི་ཐུབ་པ་རེད། ཀ། ཟེར། ཀ། དཔེར་ན་ཨིན་ཇིའི out ཟེར་འགྲོ་བ་དག་ཅིག་གཡོར་བ་དེ་ནི་མུན་པ་ཡང་ལྡང་དགོས་པ་ཁ་ཡང་ལྡང་དགོས་ཡོད་པ། དེ་དེའི་གི་རིགས་དེ་ལ་དེ་ནི་མིན་གར་མི་རི་མིན་གར་མིལ་མིན་གར་མིད་ཟེར་བ་རེད་ད་འདི་ལ་ཨིན་ཇིའི་གི་ཐོག་ལ་རྟགས་བཅས་ད་དམག་བཞིན་གོང་གི་ཚང་མ་ལ་རྟགས་རེ་ཡོད་རྒྱུ་ཡོད་རེད་ཡོད་རྒྱ་སྤྱི་དགྲར་དང་རི་ཁུལ་ཐོག་ལ་རྟགས་རེ་ཕར་ཆེར་ཡོད་ཆེར་ཡོད་ས་ཡོད་དོ་ནི་རེ་ཟུང་རེ་ཟུང་ན་མེད་ན་ཐང་ང་ད་འདི་སོ་ལ་ཡོད་རེད་ད།

དེ་ནས་ད་དབྱངས་ལྔ་བ་རེད་བ་དབྱངས་ལྔ་བ་མུད་པ་ལས་བྱུང་བའི་དབྱངས་ལྔ་བ་དེ་མང་ལ་མུད་མགར་རབ་ཟེར་རེད་ད་མུད་མགར་རབ་མུད་མགལ་མུད་མགལ་རབ་ད་འདིའི་སྐབས་སུ་མུད་ཟེར་བ་དེ་དག་རྣམ་པ་ཚོས་ཧ་གོ་བསུན་པ་རེད་འབྱུང་ཁུངས་སྟོན་གི་ཡོད་རེད་མགལ་ཟེར་བ་དེ་ཧ་གོ་ཟེར་ཧ་གོ་བསུན་པ་རེད་མ་ནི་བྱུང་རྩོམ་མགལ་མ་མགར་དེ་བྱུང་རྩོམ་གདངས་འགོག་ཡོད་རེད་བྱུང་རྩོམ་ཨ་རིམ་གདངས་འགོག་ཡོད་རེད་ཨ་ཡིན་ན་ཡང་རབ་ཟེར་ནས་བརྒྱབ་འོང་ཟེར་བསམ་པ་ཨ་ནི་རབ་ཟེར་བའི་ཚིག་དེ་ག་བ་ལ་སྦྱར་ཡོད་ན་སྦྱར་ས་དེ་ཤུགས་ཆེ་ཙམ་གཏང་དགོས་པའི་རྟགས་ཡིན་ད་ངས་སྦྱར་སྟངས་གྲོགས་པོ་དེ་འདྲ་ཞིག་རེད། ང་ཇི་དུས་བརྩམས་པ་ད་གིན། ད་གིན་མི་འགའ་ལ་ད་གིན་གར་སོང་ད་གོང་མ་ད་ཤི་དེ་ལ་ཡང་གཉིས་པ་ར། ཡང་གཉིས་པའི་སྐབས་སུ་བྱང་སུ་གདངས་གོག་ཡོར་བ། ཀ་ཟེར་གོག་ཡོར་བ། དང་པོ་དེ་ལ་ཀི་རེད་བ་དེ་ནས་ཀ་རེད་བ། ད་འདིའི་སྐབས་སུ་ཀ་ཟེར་ནས་ཁ་ཆེན་པོ་གདངས་གོག་ཡོར་རེད་ཟེར་གོག་ཡོར་ད། རབ་ཟེར་བ་དེ་རབ་ཏུ་བསྒྲལ་བས་ཀྱི་དོན་ལ་ངས་བསམ་བློ་བཏང་བ་ཡིན། བྱས་ཙང་ངོས་པ་ནས་བྱུང་བའི་དབྱངས། གང་ཞིག་མ་འགར་རབ་ཏུ་བགྲོད་པའི་སྤྲུལ་པ་ཅན་གྱི་དབྱངས་ཟེར་ནས་ངས་མི་སྣའི་མིང་དོན་དུ་བཏགས་ཡོད་ད། ངས་མ་ར་ལོག་གི་ཡིན། མ་འགར་གོང་མ་ལས་ཆེར་བགྲོད་དགོས་པའི་སྒོ་ནས་འདོན་དགོས་པའི་སྤྲུལ་པ་ཅན་གྱི་དབྱངས་དེ་ཟེར། འབོད་སྣང་ལ་མི་འགར་རབ་ཞེས་འབོད། དཔེ་རིས་ནི་ཉིས་བརྒྱ་རྒྱ་སྐྱེགས་ཐམ་པ་ཡིན། རྒྱ་སྐྱེགས་དར་རྟགས་ནང་དུ་འདི་ལ་རྟགས་ཤིག་ཡོད་པར་མི་སྣང་མོད་དབྱིན་ཡིག་ཐོག་ཏུ་དབྱངས་འདི་བྲིས་ན། ཞེས་ཡང་འདིར་ལྟར་དྲིས་པ་ཡིན། ཨ། ཁྲིད་ཕྲན་ཞག་འདུག་ད། འདི་ངའི་འདོད་ན་ངའི། ང་རང་གི་དེབ་དེ་ཁ་ཞེ་གཉིས་བཞག་ཆོག་ཡོད་བ། ཨ། ཡ་དེ་ནས་ད་དབྱངས་དྲུག་པ་དེར་དབྱངས་དྲུག་པ་དེ་ད་སྤྱིར་བཏང་རྣམ་པ་ཚོས་ཡང་དོགས་སློང་གནང་སྲིད་ཀྱི་རེད། དེ་ཡིན་ན། དབྱངས་དང་པོ་དང་འདྲ་མཚུངས་རེད། དབྱངས་དང་པོ་དང། མོས་པ་དང་མ་མགུར་དང་བཅས་ལ་སོགས་པ། གང་ཡང་བསྒུར་མི་ཆོག་པའི་ཡང་ཞིག་ཡིན་པ་གང་ཞིག་ལ་ཁྱི་ཕྲུག་དེ་ཁ་གཅིག་དགོ་གི་ཡོད་པ་ཁྱི་ཕྲུག་དེ་ཁ་ཧ་རུ་གདངས་ནས་ཤེས་ཡོང་དེ་བརྩམས་པ་གཡང་གི་སྒྲ་ཡིག་སྤུ་རིས་མི་འདྲ་བ་ཞིག་ཡོང་གི་འདུག་ཡིན་ན་ཡང་ད་ལྟའི་ངའི་མི་བུ་ནང་ལ་མི་བལ་ལས་བྱུང་བའི་གཡང་གི་ནང་ལ་འཇོག་དགོས་པའི་རྒྱུ་མཚན་དེ། གང་ཡིན་ཟེར་ན་དེབ་མཆོད་ལས་བྱུང་བའི་གཡང་གི་ནང་ལ་མ་བཞག་པའི་རྒྱུ་མཚན་དེ། ཆོས་ལུགས་བྱང་བའི་དབྱངས་ངང་ཟེར་བ་དེ་ཡིན་གཅིག་མིན་གཅིག་མཆོད་དེ་སུ་ལ་རུག་རུག་བྱེད་དགོས་ཡོད་པ། འོ་དེ་འདྲའི་ཞིག་ལ་བསམ་བློ་བཏང་ནི། ནི། བསམ་བློ་བཏང་བ་ཡིན་ཙང་ད་དེ་འདྲ་འདི་མཆོད་དེ་རུག་རུག་བྱེད་གི་མེད་བ་ཡིན་ཙང་ཆོས་ལུགས་བྱང་བའི་དབྱངས་ལ་དབྱངས་ཀྱི་ནང་ལ་མ་བཞག་པ་རྒྱུ་མཚན་དེ་འདྲའི་ཞིག་མ་གཏོགས་གཞན་པ་རྒྱུ་མཚན་དམིགས་བསལ་གང་ཡང་མེད་ཟེར་ནས་ཤོད་རྒྱུ་ཡིན་མདོར་བསྡུས་ན་འདི་ཆོས་ཡིན་ཞེས་ལུས་ལ་དེ་ནི་བྱུང་བ་གཅིག་ཆགས་ཀྱི་ཡོད་ནི་རེད་ཟེར་ནས་ཤོད་རྒྱུ་ཡིན། སྤྱིར་བཏང་མོས་པ་ལ་བརྟེན་ནས་བྱུང་བ་རེད་དེ། ཡིན་ན་ཡང་ཆོས་དེ་མགུར་ཆུ་དེ་མེད་པ་ཡིན་ན་འདི་ལོགས་སུ་འདོན་ཤེས་ཀྱི་པོ་རེད་དེ་ཡོང་གི་མ་རེད། ཡིན་ན་ཡང་ཆོས་དེ་སུབ་ནས་སུན་པའི་སྒོ་ནས་ཆོས་དེ་སུ་ཁ་རུག་རུག་བྱས་པའི་སྒོ་ནས་འདོན་གྱི་མེད་པ་ཡིན་ཙང་ཨུན་ཆོས་ལས་བྱུང་བའི་ཡང་འདོན་གྱི་ཁོངས་སུ་མ་བཞག་པ་ཡང་སྤྲུག་གི་ཁོངས་སུ་མ་བཞག་པ་དེ་འདྲ་ཞིག་ཡིན། འོ་དེ་ཅིག་ཞུ་ཡ་ཡིན་ད་དེ་ཡིན་ན་སྟོན་པ་ཡིན་ན་རྣམ་པ་ཚོ་ཡག་པོ་ཅིག་སེམས་འདུག་གི་མེད་མི་ཤེས་གི་འདུག་ཡིན་ན་ཡང་འདི་མ་ལ་མི་སྦྲུག་ཟེར་གི་རེད་བ། མོས་པ་ལས་བྱུང་བའི་ཡང་གང་ཞིག་སྦྲུག།

བསྡུས་པ་མ་ཟད། ཚང་མ་བོ་རྐྱང་བ་ཁོ་ན་ཡིན་རྐྱང་བ་ཁོ་ན་བསྡུས་པ་ཡིན། ད་ཡང་ང་ཚོ་དབྱངས་གསལ་ཡོང་དུས་རྩམ་པ་ཉིས་འབྲུ་དང་སུམ་རྩ་ཉིས་བཙག་དང་སུམ་རྩག་ཡོང་གི་འདུག་བ། དེ་བྱས་དུས་རྩམ་པ་ཉིས་བཙག་དང་སུམ་རྩག་དེ་ནས་གོང་དུ་དྲ་གྲོགས་བོ་ལ་འགྲོ་ལགས་སོང་བ་ཡིན་ན་དེ་གནའ་ནང་ནས་བྱུང་བ་མུར་སོང་བ་དེ་ཚོ་ཚང་མ་སྟེས་དབང་པའི་དངོས་གནས་དྲངས་ནས་དབྱངས་གསལ་བ་དེ་ལ་དྲངས་ཀྱིས་མི་ལང་བ་ཞིག་ད་ཡོད་པ་མཐོང་སོང་ཞེས་བ་ཡིན་ཡིན་ན་ཡང་སྐབས་འདིར་ངས་ཉི་ཤུ་ཐམ་པ་ལ་བསྡུས་པ་དེ་ཉིས་བཙག་མ་ཡིན་པར་དབྱངས་རང་རྐྱ་བ་དེ་ཡང་བོ་ལ་མཁོ་བ། འོག་ལ་འཁོར་བ་ཟེར་དེ་ཙམ་པོ་འོག་གི་བཀའ་ཡིག་གི་ནང་ལོགས་ལ་ཡོད་པ་ཟེར་གི་མེད་ད་གང་ལྟར་བཤད་རྒྱུར་དྭངས་བཞི་ཡི་མི་གི་བཀའ་ཡིག་འོག་འོག་པ་གིས་སྦྱང་དགོས་ན་འོག་པ་གིས་བེད་སྤྱོད་བྱེད་དགོས་ན་བོད་ཡིག་གི་ལམ་ནས་བོད་ཡིག་གི་འདི་འདི་བརྒྱུད་ལམ་གི་ནང་ལོགས་ལ་ཞབས་འདེགས་ཞུ་དགོས་ན་འོ་ད་ཅི་འགོག་ཡོད་རེད་བ་ད་ཅི་དེ་ཙམ་པོ་དེ་དང་འབྲེལ་བ་ཡོད་ཚད་ཚང་མ་ཚུར་བསྡུས་པ་ཡིན་ཙང་ད་བསྡུས་བསྡུས་པའི་ཡིན་བསྡུས་པའི་ཆ་ནས་བསྡུས་པའི་ཡིན་ན་དེ་ནས་ཉི་ཤུ་ཐམ་པ་བར་དུ་ད་མར་མྱོང་རུ་བཏང་བ་ཡིན་ད་ཡིན་ན་ཡང་དེ་ལས་མྱོང་བ་ཞིག་མྱོང་དུ་བཏང་ཐུབ་མ་སོང་ཞུས་པ་ཡིན། ད་ཡང། འདི་ཡང་མ་འདྲ་བ་ཞིག་ཟེར་ན་ད་གསལ་བོ་ཟིག་ཡོད་རེད་འདི་ལ་མི་བདམས་ཟེར་ནས་བྲིས་ཡོད་རེད་མི་པ་ལས་བྱུང་བའི་ཡང་གང་ཞིག། རང་ཉིད་འདོན་པའི་ཚེ་ན་མི་པ་ཡང་བདམས་དགོས་ཀྱི་ཡོད་རེད་མི་པ། དྲི་བ་དེ་བདམས་དགོས་ཀྱི་ཡོད་རེད་དྲི་བའི་ནང་ལས་དབུས་ཆེ་ས་གང་རུང་ན་འཇིག་ཡོང་དགོས་ཀྱི་ཡོད་པ་དཔེར་ན་ད་ང་ཚོ་བླ་མ་བརྒྱུད་པ་ཟེར་གྱི་ད་བོད་ནས་ཅི་དང་ང་ཚོ་ཡོང་གི་ཡོད་རེད་ད། དཔེར་ན་ད་ཟེར་རོ། དག་ཨ་ཟེར་ནོ། དེའི་སྐབས་སུ་འབོད་པ་ལྡང་མི་བདེ་བར་བ། ཨ། ཡ། ཡ། ཡ། ཀྲབ་ཟེར་ནོ། ཀོག་ཟེར་འགྲོ། ད་ཅིག་ཡོད་རེད་ད་དེ་མི་ཕ་མ་བདམས་ཡིན་འགྱོ། ད་དབྱངས་སྟག་མོ་དང་འདྲ་བོ་འདྲ་འདྲ་མཚུངས་རེད་དེ་ཡིན་ན་ཡང། དབྱངས་སྟག་མོ་གཉིས་པ་བཞམས་ཟིན་པ་ད་ག་རེ་ན་དེ་གང་ཡང་རང་བ་ཞིག་དང་འདྲ་མཚུངས་རེད་དེ་ཡིན་ན་ཡང་དེ་ལ་མི་འདྲ་བ་ཞིག་ཡོད་པ་དེ་མི་ཕ་ལ། སྐར་གསུམ་མི་ཕའི་ནང་ལོགས་ནས། ཤུགས་ཆེན་དམིགས་བསལ་བ་ཞིག་སྤྲད་ཀྱི་ཡོད་རེད། ཡ་ད་དེ་ད་ཟེར་འགྲོ་ཨོ་ཟེར་འགྲོ། ཡིན་ད་ཟེར་ཡིན་ད་ཡིན་ཤུགས་རྒྱབ་ཤོག་ཨ་ཟེར་འགྲོ། རྒྱབ་ཟེར་འགྲོ་ད་དེ་འདྲ་ཡོད་རོགས། ད་འདི་འདྲའི་ཞིག་ཡོང་དུས་བསམ་པ། ལ་མ་ཟེར་ནས་ད་ངས་མི་ལོ་བཅུ་བཅུ་གཉིས་ཤིག་གི་ནང་ལ་བསམ་བློ་བཏང་ནས་དེ་ནས་ད་མ་གཅིག་ལོ་ལ་ལོ་ཡོད་ལ་གཅིག་ག་སོ་ད་གཅིག་ལོ་ཡོད་ལ་ལོ་ངོ་ལ་འཐབ་པ་འདྲ་བོ་ཞིག་བྱུང་བ་དེ་རྣམ་པ་ཚོ་འདི་ནས་ད་གར་སོག་རེད་དེ། ཁྱོད་ཚོ། ཡང་མིན་ན་སྐར་མ་ཁ་ཤས་ཤིག་གི་ནང་ལོགས་ལ། ཉན་པ་ཙམ་གྱིས། ཉན་པ་ལ་བརྟེན་ནས་ད་བློ་ཡུལ་ལ་མཐའ་ཕུག་ཞིག་ད་རྩ་བ་ཉིད་ནས་ཡོང་ཐུབ་ཀྱི་ཡོད་མ་རེད་ལ་ལྷག་པར་དེ་ལས་ཀྱང་ངའི་འདི་ནས་ཅུང་ཤ་ཐང་མ་མང་མཁས་པ་ལ་བརྟེན་ནས་འདི་འདྲའི་ཆུ་ཤ་ཡང་འདི་ཙམ་པ། འདི་ཚོ་དྲངས་ཏེ་ན་ཐུག་ལ་འགྲོ་བོ་ཞིག་ད་ཡོང་གི་མ་རེད་དེ་ཡིན་ན་ཡང་རྒྱུན་རང་བོ་ཞིག་ལ་རྣམ་པ་འཚོལ་གྱི་ཡོད། དོ་སྣང་བྱེད་གཟབ་གཟབ་བྱེད་རྣམ་རྟོག་མར་བྱེད་པ་བྱེད་ནས། དེ་འདྲའི་བསམ་གཞིག་མང་པོ་ཞིག་བྱས་པ་ཡིན་ན་དུས་ཚོད་གྲངས་ཐམས་ཅད་ལ་ཅིག་གོ་རྒྱུ་རེ་ཡོད་ཡོད་བསམ་གྱི་ཡོད་ཅིག་དགོས་མཁོ་ཆང་ཙིག་ཡིན་བསམ་དུ་ཡོད་ཟེར་ནས་ཞུས་པ་ཡིན། འོ་ད་དེ་དག་ད་མོས་པ་ལས་བྱུང་བའི་དབྱངས་བདུན་དེ་དེ་རེད། དེ་ནས་ད་བཅས་ལས་བྱུང་བའི་དབྱངས་བདུན་ཡང་ད་དེའི་སོར་འགྲོ་བ་ཆོས་དེ་འདྲའི་ཅིག་ནས་རིགས་འགྲེ་ཞུས་ཡ་རེད། གོང་གི་སྦྱོར་སྟངས་དེ་ད་གཅིག་པ་རེད་ད། དེ་ལ་ནི་ད་བྱས་ལས་བྱང་གི་དབྱངས་བདུན་ལ་མང་དུ་སོ་མ་མང་ཙམ་སྨོས་པ་ཡིན་ན། དེ་ནི་བསྐྱེད་རང་བསལ་ད་བསྐྱེད་བསྐྱེད་ལས་བྱང་བའི་མོས་པ་གང་ཞིག་ལ་བསྐྱེད་དང་ནི། གར་སོགས་ད་བསྐྱེད་ད་རྟོགས་སུ་འགོར་བྱ་འགོར་ད་གོ་བསྐྱེད་ལས་བྱང་བ་ཡིན་ཙང་བསྐྱེད་དེ་དམིགས་བསལ་རེད་ད་མོས་པ་མོས་པ་དང་མ་འགར་དང་དེ་ནི་མཆོད་ལ་སོགས་པ་རང་བཞིན་གྱི་ཟློག་དགོས་པའི་དབྱངས་ཤིག་ལ་བསྐྱེད་རང་བསལ་གྱི་ཡོད་རེད་དེ་ནི་སྐྱེམས་འགར་སྲིད་དེ་ཙམ་པ་བསྐྱེད་ལས་བྱང་བའི་དབྱངས་གང་ཞིག་ད་བསྐྱེད་འོག་རེད་ད་དེ་བསྐྱེད་ལས་བྱང་བའི་དབྱངས་བསལ་དེ་ངོ་སྤྲོད་ཟུར་གསུམ་ཞིག་བྱས་ན། ཐོག་མ་དང་བོ་དྲང་བདེན་ཞུས་པ་ཡིན་ན་སྐྱེ་མགུར། སྐྱེ་རང། སྐྱེ་མགུར། སྐྱེ་མགུར་རབ། སྐྱེ་མེད། སྐྱེ་མེད་མགུར། མགུལ། སྐྱེ་སྦྲུལ་བྲེད། སྐྱེ་སྦྲུལ། དེ་དྲུག་དེབ་བདུན་དུ་རེད། སྐྱེ་སྦྲུལ་དེ་དངོས་ནས་བཤད་ན་མངལ་ལ་ཞིག་དགོས་ཞེས་ཆགས་དོན་འདུག་བ་ཡིན་ད་ཡིན་ན་སྐད་མི་འདུག། ད་སྐྱེས་ནས་ཤོང་བ་སྲིད་ཡོང་དེ་ཙམ་པ།

ནི་ནི། ག་ནི་རང་དང་མ་ཡིན་ས་མ་ད་གྱ་ནི་ད་བ་ཅིག་གི་ནི་དེ། ཡ། གྱེན་གྱི་ཕྱོགས་ལ་མགུར་གུག་ཡོད་རེད། དེ། སྐྱེས་ཀྱི་འདོད་སྟངས་དེ་དེ་འདྲ་ཞིག་འགོག་ཡོད་རེད་ད་ནི་འདི་ནི་ཞང་བའི་གི་དབྱངས་ཚང་མ། སྐྱེས་དེ་དེ་འདྲ་ཞིག་ནི་བསྡད་གུག་ཡོད་རེད། སྐྱེས་དེ་དེ་འདྲ་ཞིག་ནི་བསྡད། བསྡད་པའི་ད་དེ་འདྲ་རིགས་གཉིས་པ་དེ་རེད་དཔེ་རིས་གཉིས་པ་དེ་ལ་ཟེར་ཡག་རེད་ད་བེ་རིས་དང་པོ་དེ་ས་ཞིག་གི་སྐབས་ཀྱི་སྒྲ་རེད་ཤེས་པ་དང་པོ་བེ་རིས་རེད་ཤེས་པ་གཉིས་པ་དེ་ག་ས་ངས་ཞུས་པ་ནང་བཞིན་དུ་ད་དབྱངས་ཟེར་བ་དེ་ཤེས་པ་གཉིས་པའི་སྐབས་སུ་ཡང་ཞིག་རེད་ཟེར་ནས་ཞུས་བ་དེ་ཡིན་ཙང་རྣམ་པ་ཚོ་དེ་འདྲ་འདས་ལ་ཡང་སྐྱེས་རིགས་དཔེ་རིས་ཁ་ཟེར་བ་དེ་ལ་བེ་རིས་ཉིས་བརྒྱ་བརྒྱ་ཆའི་བཅུ་གསུམ་ཁ་ཟེར་ལ་ནས་བྲིས་འདུག་བ་རྗེས་མ་དེ་ལ་གཟིགས་དགོས་ཀྱི་ཡོད་རེད། ང་ལ་ཅི་སྟེ་བརྩམས་པ་དང་འདིའི་སྐབས་སུ། ཅིག་ལས་བྱུང་བའི་དབྱངས་བདུན་བཤད་པའི་སྐབས་སུ་ཅིག་གི་གཟུགས་བདེ་སྟངས་དེ་ཡིན་ཅིག་མིན་ཅིག་དེ་འདྲའི་ཞིག་ནི་བདེ་དགོས་ཀྱི་ཡོད་རེད། ཅིག་གི་འདོད་སྟངས་དེ་འདྲ་ཞིག་ནི་བདེ། དེ་ནི་ཆོས་ཀྱི་རྣམ་འགྱུར་གཞན་པ་འདྲ་ཞེས་པ་མ་མགུར་གྱི་རྣམ་འགྱུར་འདྲ་མི་འདྲ་མོས་པ་གྱི་རྣམ་འགྱུར་འདྲ་མི་འདྲ་ཞེས་པ་ལ་བརྟེན་ནས། ད་ཅིག་ལས་བྱུང་བའི་གི་དེ་ནི་དབྱངས་འདྲ་མི་འདྲ་མང་པོ་ཞིག་ཡོང་གི་ཡོད་རེད་ཟེར་ནས་ཞུ་ཡ་ཡིན་ད་ཅིག་ལས་བྱུང་བའི་དབྱངས། དང་པོ་དེ་ཡིན་ན་ང་ཚོས་ད་གུ་གུ། ད་གུ་གུ་ཞོགས་པའི་འདོན་པའི་ཨ་གུ་གུ་ཨི། དེ་རེད་ཟེར་ནས་ཞུ་ཡ་ཡིན། བདག་དེ་ཞེས་བྱ་བ་ཡིན། དེ་ལ་ནི་ལྕེའི་རང་བཞིན་པ། ལྕེ་ནི་བྱུང་བའི་དབྱིངས་གང་ཞིག་དག་དབང་པོ་ནི་གཞན་དག་རང་བཞིན་དུ་ནི་དགོས་པའི་དབྱིངས། དེ་འདྲ་ཞིག་ལ་ལབ་ན་འགྲིག་ས་རེད་སྒྲ་ཕྱིར་འགྲོ་བ་དེ་འདྲ་ཞིག་ན་འགྲིག་ས་རེད་བསམ་གྱི་འདུག། དེའི་རྗེས་ནས་ད་ལྕེ་ལས་བྱུང་བའི་དབྱིངས་གཉིས་པ་རེད་ལྕེ་ལས་བྱུང་བའི་དབྱིངས་གཉིས་པ་དེ་ད་ང་ཚོ་གི་འབྲི་ངོ་དེ་རེད་འབྲི་ངོ་འབྲི་ངོ་གི་སྒྲ་དེ་དེ་ལ་མང་ལ་ལྕེ་མགུར་ཟེར་གྱི་ཡོད་ད་འདི་ལ་འབྲི་ངོ་ལབ་ན་འགྲིག་གོ་རེད་འོ་ད་གིས་དེ་ལ་གུ་གུ་ལབ་ན་འགྲིག་གོ་རེད། ད་གིན་ཅེས་ནས་བྱུང་བའི་དབྱངས་དང་པོ་དེ་ལ་ད་ངས་རང་སྐྱེས་རང་ཟེར་ནས་མིང་བཏོན་ནས་བཏགས་བཞག་པ་ལ་ད་མིང་གཞན་པ་དང་ངས་འདིའི་ནང་ལོགས་ལ་བཏགས་པའི་མིང་གཞན་པ་དང་མཐུན་ཐབས་བྱས་ནས་སྐྱེས་རང་ཟེར་ནས་མིང་བཏགས་བཞག་པ་རེད་མ་གཏོགས་འདི་ལ་གུ་གུ་ཟེར་ནས་དག་མང་ཞིག་བཏགས་དགོས་ཀྱི་ཡོད་ན་གུ་གུ་ཟེར་ནས་མིང་བཏགས་ན་འགྲིག་གི་ཡོད་རེད་ལ་ད་འདི་གཉིས་པ་དེ་ལ་འབྲི་ངོ་ཟེར་ནས་མིང་བཏགས་ན་འགྲིག་གི་ཡོད་རེད་ཟེར་ནས་ཞུ་ཡ་ཡིན། ཡིན་ན་ཡང་དག་ཁྱིམ་ཚང་ལྟར་དུ་མིང་བཏགས་པ་ཡིན་ན་ངས་འདི་ལ་ལྕེབས་མགུར་ཟེར་ནས་མིང་བཏགས་ཡོད་རེད། ལྕེབས་མགུར་ཟེར་འདིའང་ཟེར་ཡང་དེ་རྩམ་པ་དག་གོང་དུ་ཞུས་པ་ནང་བཞིན་འབྲི་དག་ཅེས་ལས་བྱུང་བའི་དབྱངས་གང་ཞིག་མ་མགུར་བྱུང་ཟེར་སྤྲད་པས་ན་སྤྲད་པའི་དབྱངས་དེ་ལ་ནི་ལྕེབས་མགུར་ཟེར་དགོས་ཀྱི་རེད་ད་དེ་ལ་ཨེ་ཟེར་ན་ཨེ། འབྲི་དངོས་དེ་འབྲི་དངོས་ཀྱི་སྒྲ་དེ་ཡིན་དགོས་ཡོད་རེད། ད་རྣམ་པ་ཚོ་ཡང་དེའི་ནང་ལ་འབྲི་དངོས་ཀྱི་སྒྲ་ལ་འཆོས་ལ་ལས་ཀ་བྱུང་བསམ་ཡོད་འདུག་བསམ་བསམ་དེ་འདྲས་ཡང་དགོངས་སྲིད་ཀྱི་རེད་དོ་ད་དེ། ད་དེ་ཡིན་ན་རྗེས་འཇུག་ལ་ལས་ཀ་མ་བྱས་ན་ཡང་འབྲི་ངོ་གི་སྒྲ་ཡོང་གི་ཡོད་པ་ཡིན་ཙང་ད་དེ་གནས་སྐབས་འབྲི་ངོ་གི་སྒྲ་དེ་འདི་ཡིན་པ་ལ་ཆ་བཞག་པ་ཡིན། གང་ཡིན་ཟེར་བ་ཡིན་ན་འབྲི་ངོ་གི་སྒྲ་འདོན་པ་ལ་ཁྱོད་ལ་ལས་ཀ་དགོས་ཀི་ཆ་བ་གས་མི་འདུག་ཁྱོད་ལ་ལས་ཀ་གང་ཡང་མ་བཞག་པར་ཁྱོད་རང་འཇགས་བཞག་ན་ཡང་འབྲི་ངོ་གི་སྒྲ་ཡོང་ཐུབ་ཀི་འདུག་བ་དེའི་ཆ་ནི། དེ་ལ་སྐབས་འདི་ཡང་འདི་ལ་འབྲི་ངོ་མ་ཡང་ན་སྐྱེ་འགོ་ར་ཟེར་ནས་མིང་བཏགས་པ་ཡིན། དེ་ནས་ད་འོ་རེད་དེ་ནས་ད་འདི་ཅིག་བཤད་ཅིག་ན་ཡང། སྐྱེས་འགར་རབ་གསལ་དེ་ད་ནི་སེམས་དཔའ་ལྕེ་ལས་བྱང་བའི་དབྱངས་གསུམ་པ་དེ་རེད་བ་ལྕེ་ལས་བྱང་བའི་དབྱངས་གསུམ་པ་དེ་ད་ངས་རྣམ་པ་ཚོ་ལ་འབུམ་ཡག་གམ་འདོན་ཡག་གམ་འབད་བརྩོན་ཞུ་གི་ཡོད། ད་ཐོག་མ་དང་པོ་ལྕེ་ལས་བྱང་བའི་དབྱངས་དང་པོ་དེ་ཀི་རེད་དེ་ནས་ཀེ་རེད་ད་ད་ནི་འདི་ཀེ་རེད་ཀེ། ད་འདི་མ་འགར་རབ་ཏུ་སྦྲེལ་པ་རེད་མ་འགར། ལྕེ་ལས་བྱང་བའི་དབྱངས་ཡིན་པ་ཡིན་ཙང་ལྕེ་དེ་རང་ཅག་ལ་གི་རྐང་ལ་བྲེལ་བ་དང། དཀར་ས་རྐན་གི་ངོ་དང། ཐུགས།

འདི་ན་ཤེས་བྱ་གི་སྐབས་ཀྱི་ནང་ལ་ཡོད་ཙང་ཨནེ་དེ་ཁྱོད་ང་ཚོ་ལ་གོ་གི་རེད་གོ་གི་རེད་ཟེར་གྱི་འདུག་དེ་ག་རེ་ཟེར་བར་ཟེར་ཡ་ཞིག་ཡང་ནས་ཡང་དུ་ཡོང་བསྡད་ཀྱི་འདུག་བ་ངས་ཤེས་བྱ་གི་ལ་སྐབས་ཀྱི་ནང་ལ་ཡོད་བ་ཡིན་ཙང་ང་ཚོ་ལ་གོ་གི་རེད་ཟེར་བ་མ་རེད། ཤེས་བྱ་གི་ལ་སྐབས་ཀྱི་ནང་ལ་ནང་ལོགས་ལ་བེད་སྤྱོད་མང་པོ་ཡོད་པའི་གི་སྒྲ་དེ་འདི་འདྲ་རེད་འདི་ངོ་འཛིན་འདི་རེད་ཟེར་ནས་ངས་བཤད་ཀྱི་ཡོད་རེད། དེ་ང་ཚོ་ལ་གོ་བ་ཡང་སྲིད་ཀྱི་རེད། མ་གཏོགས་སྒོ་དགུ་ཡོད་ཟེར་ཏེ་སྒོ་མུར་སྒུག་གི་སྐད་ཆ་དེ་དང་དག་མ་དག་གི་སྐད་ཆ་དེ་དང་དུས་ཚོད་གྲངས་དེ་ངའི་མདང་དགོང་དུ་བ་ཅི་ལ་ངེས་ཞུས་པ་ནང་བཞིན་དུ་སྐབས་འདི་སྐབས་གསར་པ་པའི་བརྗོད་བྱ་གཙོ་བོ་དེ་མ་རེད། སྐབས་གསར་པ་པའི་བརྗོད་བྱ་གཙོ་བོ་དེ་ནི་རུས་མཛུབ་མོ་རུ་བསྟན་རེད་ཟེར་དང་འདི་འདི་རུག་རེད་འདི་འདི་རེད་ཟེར་གང་ལྟར་མཚན་ཉིད་འཇོག་པ་དེ་རེད་ཟེར་དང་ངོས་འཛིན་བྱེད་པ་དེ་མཚན་ཉིད་བཟོས་ནས་ད་ཅི་མཚམས་མཚམས་ཆར་བ་དགུ་བརྒྱུད་ངའི་སྒོ་དགུ་ཡོད་ན་ཡང་ད་དཀའ་ལས་ཁག་པོ་ཡིན་གྱི་རེད་དེ་ཡིན་ན་ཡང་ངོས་འཛིན་བྱེད་པའི་ངོ་སྤྲོད་བྱེད་པའི་སྐབས་ཡིན་པ་ཡིན་ཙང་ཅི་འགྲིག་མི་འགྲིག་དེ་ཡོད་དགོས་མི་དགོས་དང། དེ་ནས་ནང་ལོགས་ལ་གླེང་དགོས་མི་དགོས་དང་དེ་ཚོའི་དྲི་བ་ཁོ་རང་ཡོང་གི་ཡོད་མ་རེད་ཟེར་ནས་ཞུས་པ་ཡིན། དེ་ནས་ད་ཅེས་ལས་བྱང་བའི་དབྱངས་ག་ཟེར་བ་དང་དེ་གཅིག་དེ་ལ་ཅེས་མེད་ཟེར་ནས་མིང་བཏགས་ཡོད་རེད་ད་དེ་རྒྱ་གར་གི་ཡིན་ན་དབྱངས་ཅེས་ཨི་ལ་ཨི་ཆེ་བ་དང་ཨི་ཆུང་བ་ཟེར་གཉིས་ཡོད་རེད་བ་དེ་གི་ཨི་ཆེ་བ་དེ་རེད་ད་དེ་ཨི་ཟེར་ནས་དེའི་སྐབས་སུ་མཆོད་དང་མ་འགུར་དང་གཞན་པ་མཆོད་དང་མ་འགུར་གཉིས་རང་འཇགས་བསྡད་ཡོད་རེད་ཨ་ནི་སྐྱེས་དེ་ལྟ་ཁོ་སྐྱེས་ལས་ཤོག་གཡང་ཡིན་པ་ཡིན་ཚང་སྒང་ལ་ཡར་སྐྱ་སྒོག་ཡོད་རེད་རེད་དེ་དེའི་སྒང་ལ་རྣོན་པའི་སྤྲུལ་པ་ག་རེ་ཡོད་རེད་ཟེར་བ་ཡིན་ན་མོས་པ་དབུ་ལྕོག་དེ་ཁ་གདངས་སྒོག་ཡོད་རེད་ད་གིན་སྔོན་མ་དེ་དེ་དང་འདྲ་གི་ཡོད་མ་རེད་ཨོ་སྐྱེས་ལས་ཤོག་གི་གཡང་དང་པོའི་སྐབས་དང་འདྲ་གི་ཡོད་མ་རེད་སྐྱེས་ལས་ཤོག་གི་གཡང་དང་པོའི་སྐབས་སུ་དབུ་ལྕོག་རང་བཞིན་པོ་རང་བཞིན་དུ་གཉིས་སྒོག་ཡོད་རེད་ཀི་ཟེར་ནས་ད་འདི་སྐབས་སུ་གི་རེད་བ་ད་གིན་ད་གིན་ཀི་རེད་བ་ད་ལྟ་ཀི་ཟེར་ཀི་དང་ཀི།

ད་ཡང་དེ་འདྲ་ཞིག་རེད་ད་དེ་གར་ལབ་དེ་ཚང་མ་མི་པ་ལ་ཨིའི་ལ་ནི་ཨིའི་ལ་ནི་གོག་ཡོད་རེད་ལ་མ་མགོར་ཡང་ཁ་གདངས་གོག་ཡོད་རེད་ཁ་གདངས་བ་དེ་ཚང་པ་ད་འདི་ཨིའི་ཆེ་ཁོ་མ་རེད་འབྲི་ངོ་ཆགས་འགྲོ་གོ་རེད་འབྲི་ངོ་ཁ་འབྲི་ངོ་ལ་མི་པ་འདྲ་པ་ནང་བཞིན་ཨེ་ཟེར་ཅིག་ཨེ་ཟེར་ཅིག་ཁ་སང་ཅིག་ཡོད་ད་ར་ད་ཕར་ཆེར་བོད་ལ་འགྲོ་ལགས་ལ། ཨ་ལགས་ལགས་འདི་འདྲའི་གི་དོ་སྣང་མང་པོ་བྱུང་ཡོད་ཀྱི་རེད་བསམ་གི་འདུག་ཨེ་ཟེར་ཏེ། ཨང་ཡ་ད་དེ་ནི་དེ་འདྲའི་རེད་ད་ཚང་མ་བཤད་གི་དེ་ནི་ད་ཉོག་རོགས་རེད་བསམ་གི་འདུག་ཅིག་དེ་སྐྱེས་དྲུག་འདྲ་ཟེར་དེ་སྐྱེས་ཆེ་ནི་ཡན་ཆོད་ཕ་འདྲ་དགོས་ཅིག་ཅེས་དེ་ནི་གཞན་པ་དེ་སྐྱེས་དེ་མིང་གར་སོགས་སྐྱེས་དྲུག་རེད་སྐྱེས་དྲུག་མི་འདྲ་ཤ་སྐྱེས་དྲུག་སྐྱེས་དང་དྲུག་ལབ་དེ་ཡ་དེ་ཆོས་དྲུག་ཆོས་དྲུག་གཉིས་ཁ་ཡར་ཁྱེར་དགོས་བ་ཡིན་ཙང།

བདག་འདུག་བདག་མི་འདུག་དེ་ཡིན་ན་ཡང་ཐུག་ཐུག་པ་ལྟ་བུ་ཞིག་མཐོང་གི་ཡོད་ན་དེ་མ་འགྲིག་པ་རེད། ཐུག་ཐུག་དགོས་པའི་སྐད་ཆ་མ་རེད། སུ་ལ་འཛུགས་འཛུགས་ཤིག་དགོས་པའི་སྐད་ཆ་རེད། དེ་ནས་ལྕེ་ལས་བྱུང་བའི་སྒྲ་ཡིན་ན་བག་དེ་ཡིན་པའི་ཁྱབ་སོ་ན་ད་མཆུ་ལས་བྱུང་བའི་ཁར་སམ་མཆུ་ལས་བྱུང་བའི་དབྱངས་ཡིན་ན་མཆུ་ལས་བྱུང་བའི་སྒྲ་ཡིན་ན་བ་འོ་བར་དེ་གའི་སྒྲ་ཡིན་པའི་ཁྱབ་ཟེར་བ་ཡིན་ན་ད་འདི་དང་འདི་ལ་སོགས་པའི།

དེ་ལྟར་རེ་རེ་བཞིན་དུ་ཤག་གི་སྡེ་ནར་ཆོས་སྐད་མི་འདུག་ད་འདིའི་ནང་ལོགས་ལས་གོས་གོས་དང་མ་རེད་སྣར་བོ་དང། བྱམས་ཆོས་གཉིས་ཀྱི་ཡང་དུ་ཡོང་གི་ཡོད་རེད། ཨོ་ད་དེ་གསལ་བོ་ཅིག་ཞུས་ན་ཡག་ས་རེད། ཨོ་བྱམས་ཆོས་ཀྱི་དཔེར་ན་བྱམས་ཆོས་ཀྱི་དཔེར་ན་ད་འདིའི་དབྱངས་དང་པོ་དེ་ལ་ངས་ཁྱོད་རང་ཟེར་ནས་མིང་བཏགས་ཡོད། དེ་ལ་ནི་ཁྱོད་རང་ཟེར་ནས་མིང་མ་བཏགས་པར་ཞབས་ཆོས་ཟེར་ནས་མིང་བཏགས་བཞག་ན་འགྲིག་གི་ཡོད་རེད། ཨོ་ད་ང་ཚོའི་ཞབས་ཆོས་དེ་ནི་དུས་ཀྱི་མིང་རེད། ད་དེ་ལ་ཡང་ཅིག་རང་བཞིན་དམོད་པ་དང་བཅས་ལ་སོགས་པ་མ་མགུར་ལ་སོགས་མུ་ཀ་སྨོད་པ་སྐྱེས་མ་མགུར་སྨོད་པའམ་དག་འོག་ཕྱོགས་སྐྱེས་མ་མགུར་གསུམ་པོ་དེ་རང་འཇགས་མགུར་གཅིག་གང་ཡང་མེད་པར་རང་བཞིན་དུ་གནས་འགོག་ཡོད་རེད། དོན་གཉིས་པའི་སྒོ་ནས་མཆོད་ཡུལ་འཛོགས་འཛོགས་བྱས་ནས་ཀ་ཡི་གེ་ཞིག་སྟོན་པ་ཡིན་ན་དེ་ནི། ད་ཨ་ཤམ་གྱི་ཨུ་གི་སྒྲ་དེ་ཐོན་དགོས་རེད་ཞབས་ཆོས་ཀྱི་སྒྲ་དེ་ཐོན་དགོས་རེད་ད་དེ་ཨུ་གུར་ཚང་ཞབས་ཨུ་གུར་ཚང་ཀ་གི་གཞུ་བཞག་བྱས་ནས་བཞུགས་ཡོད་རེད། ཀུའུ་ཀུའུ་ཟེར་བ་དེ། ད་ག་ནང་བཞིན་དུ་ནཱ་རོ་གི་སྒྲ་དེ་ལ་ནི་མ་མགུར་བྱང་གསུམ་གདངས་དགོས་ཀྱི་རེད། སྐུ་གཟུགས་སུ་འདུ་འབྲེལ་གྱི་ཆོས་འཛུགས་འཛུགས་ཤིས་པའི་ཤིས་པ་གང་ཞིག་ལ་མ་གནས་ཏེ་མ་ཁ་གདངས་པའི་ཚུལ་དུ་ཁྱོད་རང་ཅག་བསྡད་དགོས་ཀྱི་རེད། ཁྱོད་རང་ཅག་བསྡད་པའི་སྒང་ནི། བསྡད་པའི་ངང་ནི། མ་གནས་མ་ར་ཁ་གདངས་པའི་ཕྱོགས་སུ་ཁ་མ་ར་གདངས་གདངས་ངང་ནས་བཤད་པ་ཡིན་ན་ནི་བཀོད་ཆགས་འགྲོ་གི་ཡོད་རེད།

ཨོ་དེ་འདྲའི་བྱེད་ཡུལ་ཞུ་ཡ་ཡིན། དོན་གཉེར་གཉིས་ཀ་ནཱ་རོ་དང་ཞབས་ཀྱི་གཉིས་ཀ་འདིའི་ནང་ལོགས་ལ་ཡོང་གི་ཡོད་རེད་བསམ་ཆོས་ལས་བྱང་བའི་དབྱངས་སྤྲུལ་སྐུའི་ནང་ལོགས་ནས་ཡོང་གི་དང་པོ་གཉིས་པ་གཉིས་འདི་རེད། ཨོ་ད་དེ་འདྲའི་བྱེད་ནས་ནི་གང་དུ་འདྲི་ཞེས་པ་ནང་བཞིན་རེད་ད་དེ་འདྲའི་བྱེད་ནས་ནི་ཨེ་ད་ཉི་ཤུ་ཐམ་པ་བར་དུ་བརྩི་ཡ་འདུག་འདི་དག་ཐམས་ཅད་དབྱངས་རྐྱང་བ་ཤར་གཅིག་རེད་ཟེར་ནས་ཞུ་ཡ་ཡིན་དབྱངས་རྐྱང་བ་ཤར་གཅིག་ཡིན་པ་ཡིན་ཙང་ནི་དབྱངས་གཉིས་བརྩེགས་ཀི་ཡ་ག་འུ་ཟེར་འགྲོ་ཐུགས་སུ་དྲངས་ཚང་མ་གཉིས་བརྩེགས་གསུམ་བརྩེགས་དེ་འདྲའི་ཡོང་དུས་བརྩམས་པ་ད་དེ་ཚོ་ཚང་མ་དེ་ནས་གནའ་དང་བདུན་མི་བདུན་བཤད་ཡོང་ན་དེ་ལས་ཀྱང་མང་རུང་མང་པོ་ཆགས་འགྲོ་གི་རེད། བ་བ་ཅི་དེ་ཚན་པ་ནི་ཡང་མང་པོ་ཞིག་བཤད་ཀྱི་ཡོད་པ་དེ་བདེན་པ་རེད་ཤག་ཟེར་ནས་ཞུས་པ་ཡིན། བ་ད་ནི་གུ་དེ་ཙམ་ཞིག་ཡིན་ད་དེ་ག་ད་སང་ཉིན་ལྷག་མ་ར་ཚ་ར་ཚ་རེ་ཁ་ཤིག་ཅིག་བཤད་ཐུབ་ཡག་འབའ་ཚུན་ཞིག་ནས་ནི་དེ་གི་ད་ཕར་ཆེར་ད་གར་ཡིན་ན་མིན་ན་ཞིག་ངོ་སྤྲོད་ཤིས་སུ་འབིག་གི་ཁུར་ཡིན། ད་དེ་ཙམ་ཞིག་གི་རྣམ་པ་ཚོ་ལ་ཐུགས་མི་ཐུགས་ཕན་ཚུགས་མི་སོགས་ད་ག་འདྲ་འདྲ་བྱུང་ཡིན་ཧ་གོ་མ་སོང། ཨོ། གང་ལྟར་མི་དེ་དག་རྣམས་པ་ཚོ་ང་ལ་འདི་འདྲས་ཞིག་གིས་བདག་ལ་གོ་སྐབས་གནང་ནས་རེ་བ་ད་ཅིག་མཐོང་ཆེན་པོ་བཅས་བཞག་ནས་དུ་སྔགས་རྒྱུད་དུ་ཟུར་མང་པོ་བཤད་ནས་ཨོ། བསམ་ཆུ་འདྲ་བོ་ནི་ན་པར་ནས་རེ་བ་དེ་འདྲས་བྱས་ནས་ཨོ། ད་འདི་འདྲས་ཞིག་བྱ་རྒྱུའི་གོ་སྐབས་ཤིག་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན།